ཡ་ད་ཚང་མ་ལོ་ང་དྲུག་དེ་ལས་ད་ང་ཚོ་ཁ་སིང་གི་ཁྲོ་དེ་ནི་མ་ཞུས་ཆེ་ཨ་ནི

བྱང་ཆུབ་ཀྱི་སེམས་བསྐྱེད་ཚར་ངེས་ཀྱི་སྐྱེས་བུ་ཆོས་འབུར་གྱི་ཉམས་ལེན་བྱེད་ངེས་ཏེ། ཨ་ནི་ཡང། ཐེག་པ་ཆེན་པོའི་གྱི་ཆོས་བྱེད་ངེས་ཀྱི་སྐྱེས་བུ་ཆེན་པོའི་ཉམས་ལེན་བྱེད་ངེས་ཏེ་ཐེག་དམན་གྱི། ཨ་ནི་ཡང་ག་ལ། ལམ་ལ་ཡང་མོས་པ་སྐྱེད་བྱེད། མེད་མོད་སེམས་ཅན་དེ་གིས་ཏེ། ཨ་ནི། ཐེག་དམན་གྱི་ལམ་ལ་མ་ཞུགས་པ་བྱེད་མུ་མཐུད་ནས། ཨ་ནི་ཐེག་ཆེན་གྱི་ལམ་ལ་ཡང་ཞུགས་བྱེད། འཇུག་སེམས་ཉམས་ལེན་བྱེད་ནས། ད་གྲོལ་ཡས་ཀྱི་ཆེད་དུ་ལ་ཨ་ནི།

ཅེས་སེམས་ཅན་རྣམས་ཀྱི་སླད་གནས་ཙམ་སེལ་ལོ། ད་སེམས་ཅན་སྡིགས་མཛུབ་ཀྱི་སླད་གནས་འདི་གའི་སྒོ་བའི་ན་ཚ་དེ་ཨ་ནི་མགྱོགས་པོ་དྲ་རོ་བྱིན་ན། ད་ངས་ག་འདྲ་སེམས་དྲག་པ་བྱེད་དགོས་འདུག་བསམ་པས་ད་ཅིག་སེམས་ནང་ལོ་ལ་ཕན་སེམས་ཤུགས་ཆེན་པོ་ཞུ་ཅིག་སྐྱེ་བ་རེད། ཅེས་སེལ་ལོ་སྙམ་དུ་བསམ་ན་ཡང། དེ་འདྲའི་བསམ་བློ་དེ་སྐྱེ་བའི་སྒང་ལ་བུ་མོ་དེ་ལ་ཡ། ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་མདོ་ཡི་ནང་ལོ་ལ་བུ་མོ་དེ་ལ་ཡ།

འཛམ་བུ་གླིང་ཡོངས་རྫོགས་ལ་སྒོ་བ་སྣ་ཚོགས་དེ་ན་ཡང་མ་ཐག་ལུང་པ་གཅིག་ལ་ཡང་ཨ་ནི་མགོ་ནད་འགྲོ་དེ་ནད་ཡམས་འགྲོ་ཁྱབ་དུས་ཟིན་པ་ལ་ཨ་ནི་བུ་མོ་དེ་ཡི་སེམས་ཁྲལ་ཞུ་བྱེད་ཅིང་ཨ་ནི་མི་དེ་ཚོ་ལ་ཡང་ད་ཅིག་སྒོ་བ་སྣ་ཚོགས་དེ་ནས་དྲག་རོགས་བྱེད་ན་ས་ནི་མོ་རང་གིས་ད་ཅིག་ཕན་ཐོག་ཕན་པའི་བསམ་བློ་དེ་འདྲའི་སྐྱེད་བྱེད་དེ་འདྲས་ཀྱིས་ད་མི་ལ་རོགས་པ་བྱེད་ཡ་ལ་སོགས་པ་དེ་འདྲས་བྱེད་དུས་ཙམ་པ་ལ་ཨ་ནི་དེ་འདྲས་ཀྱིས་བུ་མོ་དེ་ཨ་ནི།

བསམ་བློ་ཅི་གོ་ཡོད་དེ་དེ་འདྲས་ཀྱི་བསམ་བློ་ཡོད་དེ་ངེད་ཀྱི་བུ་མོ་དེ་ལ་ཡ་ཨ་ནི་བསོད་ནམས་དེ་འདྲས་ཤིག་སྐྱེས་ཀྱི་ཡོད་ན་ཨ་ནི་སྨོན་སེམས་ལ་ཡོད་དེ་བྱང་ཆུབ་ཀྱི་སེམས་ལ་ཡོད་དེ་ག་འདྲས་རེད་ལ་ན་སེམས་ཅན་རེ་རེ་མི་བདེ་བ་ལ་ད་སེམས་ཅན་རེ་རེ་ཡི་མི་བདེ་བ་སེམས་ཅན་རེ་རེ་སེམས་ཅན་ཐམས་ཅད་ཀྱི་ད་བྱང་ཆུབ་ཀྱི་སེམས་ཟེར་ན་སེམས་ཅན་ཐམས་ཅད་སེམས་ཅན་རེ་རེ་གྱི་ཨ་ནི་སྡུག་བསྔལ་དེ་ཡང་སྡུག་བསྔལ་རྐང་གཅིག་མ་ཡིན་པར་སྡུག་བསྔལ་དཔག་ཏུ་མེད་པ་ཡོད་རེད་བ་སེམས་ཅན་རེ་རེ་གྱི།

ད་ན་བཞིན་ཁོ་སངས་རྒྱས་ཀྱི་གོ་འཕང་ལ་ཁྲེལ་ལ་གཏན་དུ་བདེ་བ་ཅན་ལ་བཀོད་པ་ལ་ཡང་ཁོ་ཡོན་ཏན་མང་པོ་ཅིག་བསྒྲུབ་དགོས་ར་སེམས་ཅན་དེ་ལ་ཡོན་ཏན་རྐང་གཅིག་གིས་ཕན་དགོས་པ་མ་ར་སེམས་ཅན་གྱི་དེ་དག་གི་ཨ་ནི་ཡོན་ཏན་དེ་ཡང་རེ་རེའི་ཡོན་ཏན་དཔག་མེད་དུ་ལ་ལ་སེམས་ཅན་རེ་རེ་གི་ཡོན་ཏན་དེ་དཔག་ཏུ་མེད་པ་དེ་ཡང་ཨ་ནི་བསྒྲུབ་པར་འདོད་དགོས་པ་རེད་བྱང་ཆུབ་ཀྱི་སེམས་དེ་སེམས་ཅན་གྱི་སྡུག་བསྔལ་རེ་རེ་ནི་མ་སྤང་ཡ་དང་བདེ་བ་རེ་རེ་ནི་བསྒྲུབ་ཡ། ཨོ་དེ་འདྲས་ཀྱི་བསམ་བློ་ཡོད་དེ་གི་བྱ་སྤྱོད་ཀྱི་སེམས་དེ་ལ་ད་བསོད་ནམས་རྒྱ་ཆེན་པོ་ཅིག་བསགས་ཀྱི་ཡོད་བ་དེ་ནམ་མཁའ་ལ་དམར་ཤོང་ཡ་ཅིག་བསགས་ཀྱི་ཡོད་བ་དེ་ཤེས་དགོས་ཡོད་མ་རེད་བ་ཟེར་སྨོས་ཅིག་དགོས་ཟེར་ན་སྨོས་ཅིག་དགོས་ལ་ན་ཤེས་དགོས་ཡོད་མ་རེད་བ་ཟེར་བ་ད་བྱས་ཙང་དང་གི་སྡེ་དཔོན་མཛའ་བོའི་བུ་མོ་དེ་ལ་ཡ་བསོད་ནམས་ཀྱི་ཚོགས་དེ་འདྲས་ཅིག་བསགས་ཀྱི་ཡོད་བ་ཡིན་ན་བསོད་ནམས་དཔག་མེད་བདེ་བ་དེ་འདྲས་ཆགས་ཀྱི་ཡོད་ན། འདི་མི་སེམས་ཅན་ཐམས་ཅད་ལ་བསམ་སྟངས་ཡོད་མ་རེད། ནད་ཡམ་ཁྱབ་དེ་གའི་གི་ད་ས་ཆ་དེ་གའི་ནི་སེམས་ཅན་དེ་གའི་ལ་ཡ་གཅིག་གོ་ན་ཚ་དེ་འདྲ་དེ། ན་ཚ་དང་སྡུག་བསྔལ་ཐམས་ཅད་ནི་ཐ་རད་གི་བསམ་བློ་བཏང་ཡོད་མ་རེད། ན་ཚ་གཅིག་རང་གཅིག་རག་གོ་ནད་ཡམ་གི་ན་ཚ་ད་ག་ནང་ནས་ཨ་ནི་ཐར་རོ་བྱེད་ན་བསམ་པའི། ཕན་པའི་བསམ་པ་དེ་འདྲ་ཅིག་བསམ་པ་བཟང་པོ་ཅིག་སྐྱེ་བ་ཙམ་གྱི་བསོད་ནམས་དཔག་མེད་དེ་འདྲ་བསགས་ཀྱི་ཡོད་ན། ཨ་ནི། བྱང་ཆུབ་ཀྱི་སེམས་ཟད་དེ་སེམས་ཅན་གྱི་གྲངས་ཀྱི་ཆ་ནས་བཤད་ཀྱི་ཡིན་ན་སེམས་ཅན་ཐམས་ཅད་རེད།

གནོད་སེམས་དང་བྱང་ཆུབ་ཀྱི་སེམས་འདི་ལས་ལྷག་པའི་ཕན་པའི་བསམ་པ་ཡོད་མ་རེད་ཟེར་ཏེ་ད་འདི་གསུང་བར་ཕའམ་ཡང་ན་མ་ཡང་རུང་སུ་ལ་དེ་འདྲའི་ཕུན་སུམ་ཡོད་ལྷ་དང་དྲང་སྲོང་རྣམས་ཀྱང་ཚངས་པ་ལ་ཡང་འདི་ཡོད་དམ་ཅེས་གསུང་བར། ཇི་ལྟར་དུ་འཛམ་བུ་གླིང་འདི་ག་ལ་ཕན་སེམས་ལ་ཡང་འདི་ཕན་པའི་བསམ་བློ་ཟེར་ཏེ། ད་ཤུགས་ཆེ་ཤོས་ཡོད་ངེས་ཏེ་ཕ་མ་གཉིས་ལ་བརྩི་དགོས་ལ་ད་ཕ་དང་མ་བསད་དེ་བརྩི་དགོས་དེའི་ནང་ནས་མ་བསད་དེ་ད་བས་ཏེ་ཕན་སེམས་ཀྱི་བསམ་པ་ཤུགས་ཆེན་པོ་ཡོད་ངེས་ད་འཛམ་བུ་གླིང་ནང་ཚང་མས་ཡོངས་གྲགས་འདྲ་བོ་མ་བརྩི་དགོས་ལ་ད་ཇི་ཙམ་མ་བསད་དེ་ཕན་སེམས་ཆེན་པོ་ཞུ་རེས་ལག་གི་ཡོད་དེ་ཡིན་ནས་བྱང་ཆུབ་ཀྱི་སེམས་ནང་བཞིན་ཕན་པའི་བསམ་པ་དེ་འདྲ་མ་རེད་བ་ཡོད་མ་རེད་བ་ད་མ་ལ། ཡོད་མ་རེད་བ། བྱས་ཙང་མ་ཟེར་ཡ་དེ་ག་ཚོད་ཕན་པའི་བསམ་པ་ཤུགས་ཆེན་པོ་ཡོད་པ་ཡིན་ན་ཡང། སོ་སོའི་གི་བུ་ལ་མ་གཏོགས་ད་ནི་སོ་སོའི་གི་ད་བུ་མ་ཡིན་པ་ཅིག་མི་ངོ་མ་ཤེས་ངེས་ཅིག་དང་ལྷག་པར་དུ་ཀྱང་སོ་སོའི་གི་དགྲ་ལ་ཡ་ནི་ཅིག་ཕན་པའི་བསམ་པ་དེ་མ་ཡི་ཕན་སེམས་དེ་ག་ཚོད་ཤུགས་ཆེན་པོ་ཡོད་ན་ཡང་དེ་འདྲའི་དགྲ་ལ་ཡ་བསྐྱང་ཐུབ་ཡ་གི་ནུས་པ་དེ་ཡོད་མ་རེད་བ། བྱང་ཆུབ་གི་སེམས་ཟེར་ཡ་དེ་ག་རེད། དངོས་གནས་དྲང་ནས་སོ་སོའི་གི་བུ་དང་སོ་སོའི་གི་གཉེན་ཉེ་དུ་ཙམ་མ་ཡིན་པ། ཨ་ནི་ཅིག་བར་མའི་སེམས་ཅན། སོ་སོའི་གི་སྒྲ་ཡང་མ་ཡིན་པ། བརྙན་ཡང་མ་ཡིན་པའི་བར་མའི་སེམས་ཅན། ད་ག་ན་བཞིན་སོ་སོ་ལ་གནོད་སྐྱེལ་ངེས་ཀྱི་ཨ་ནི་དགྲ་བོ་དེ་ལ་ཡང་བག་བཙལ་བ་བྱེད་ཐུབ་ཡ། དེ་འདྲའི་གི་ད་ནུས་པ་དེ་ལས་ཡོད་དེར་བ་བྱས་ཙང་བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་དེ་དེ་འདྲའི་རེད་ད་བྱས་ཙང་ཕའམ་ཡང་ན་མ་ཡ་རུ་སུ་ལ་དེ་འདྲ་ཕན་སོན་ཡོད་ཕ་དང་མ་ཟེར་ཡ་དེ་ཞི་བོ་རྗེ་དཔལ་བརྩེ་སེམས་ཆེན་པོ་དང་དེ་འདྲའི་ལ་བོར་ཏེ་ཡིན་ན་ཡང་བྱང་ཆུབ་ཀྱི་སེམས་ནང་བཞིན་གྱི་ཕན་སེམས་དེ་འདྲའི་ཁོ་ཚོ་ལ་ཡོད་རེད་པས་ཡོད་མ་རེད་ཟེར་བ་རེད། སུ་ལ་དེ་འདྲའི་ཕན་སོན་ཡོད་དེ་མེད་པའི་ཕྱིར། ད་ག་ན་ཤེས་ལྷ་དང་དྲང་སྲོང་རྣམས་ཀྱང་རུང་ལ་དང་ལྷ་དང་ཟེར་ལྷ་ཟེར་དང་དྲང་སྲོང་ཟེར། ད་འདོད་པའི་གི་ལྷ། འདོད་པའི་གི་ལྷ་གཅིག་སུམ་ཅུ་རྩ་གསུམ་དང་ལྷ་ལྷ་ཡི་དབང་པོ་བརྒྱ་བྱིན་ལ་སོགས་པ་འདི་གས་དེ། ད་ག་ན་ཤེས་ཚངས་པ་ལ་ཡང་འདི་ཡོད་དམ་ཞེས་དྲིས་པ། ལ་ལྷ་ཡི་དབང་པོ་བརྒྱ་བྱིན་ད་འདོད་པའི་ལྷ་མཐོ་ཤོས་དེ་རེད། དེའི་སྒང་ལ་ནི་གཅིག་ཚངས་པ། གཟུགས་ཁམས་ཀྱི་ལྷ་ཚངས་པ་དེ་ཚོ། དང་དྲང་སྲོང་དང་བདུད་བཟོད་ལ་སོགས་པ། མཐུ་དང་རྫུ་འཕྲུལ་ལ་སོགས་པ། དེ་འདྲའི་ཤུགས་ཆེན་པོ་ཡོད་གཟིགས་པ་བར་བསྟན། ཡིན་ན་ཡང། ཁོ་ཚོ་ལ་ཡང་ག་ཚོད་ཡོན་ཏན་ཆེན་པོ་ཡོད་ན་ཡང། བྱང་ཆུབ་ཀྱི་སེམས་ན་ཞེས་ཕན་པའི་བསམ་པ་དེ་ཡོད་མ་རེད་དམ་ཟེར་ཏེ་ཁོ་ཚོ་ལས། ཡོད་མ་རེད། ལྷ་དང་དྲང་སྲོང་རྣམས་ཀྱང་ཚངས་པ་ལ་ཡང་འདི་ཡོད་དམ་ཞེས་གསུངས་པ་དང་འདི་ཡོད་དམ་ཟེར་དྲི་བ་བཏང་གི་འདུག། ཡོད་དམ་ཟེར་དུ་དྲི་བ་ར་དོན་དག་རྡོག་རྡོག་གི་དྲི་བ་གསུང་གི་ཡོད་དེ་ཡིན་ནི་དོན་དག་ལ་ལན་རྒྱག་དགོས་དྲི་བའི་གི་རྣམ་པས་གི་ཐོག་ནས་ལན་རྒྱག་ཡ་ཆོད་ར་ཕ་གུ་མི་ཅིག་གི་དྲི་བ་བཏང་སོང་ན་ཕ་ལན་རྒྱབ་དུས་ཡང་དྲི་བའི་གི་རྣམ་པ་གི་ཐོག་ནས་ལན་རྒྱབ་སྟངས་བྱེད་པ་ར་ཨོ་དེའི་བཟོ་འགྲོ་ཅིག་གསུང་ཡོང་དོ་ལྷ་དང་དྲང་སྲོང་རྣམ་རྒྱལ་རུ་འཚམས་པ་ལ་ཡ་དེ་ཡོད་དམ་ཡོད་མ་རེད་ཟེར་བ་དང་ལྷ་ཚངས་པ་འདུ་ཚོད་ལེན་ན་ཡང་བྱང་ཆུབ་གི་སེམས་ན་ཞིག་ཡོད་མ་རེད་ཟེར་ད་ང་རང་ཚོ། དངོས་གནས་དྲང་ནས་ང་ཚོ་ལ་བྱང་ཆུབ་ཀྱི་སེམས་ད་ཡོད་མ་རེད་དེ། ཡིན་ན་ཡང་བྱང་ཆུབ་ཀྱི་སེམས་ད་ཅིག་ཉམས་ལེན་བྱེད་ཡག་གི་ད་སྤྱོད་འཇུག་ཉམས་ལེན་བྱེད་ཡག་གི་སྤྱོད་འཇུག་སློབ་སྦྱོང་བྱེད་ཡག་གི་ཐོས་པ་དང་བསམ་པ། སྒོམ་པ། དེ་འདྲས་བྱེད་ཡག་གི་ཡ་ནི་གོ་སྐབས་འདི། དངོས་གནས་དྲང་ནས་གཞན་དག་ལ་རག་ཁ་པོ་ཞེ་དྲག་རང་ང་རང་ཚོར་དེ་འདྲས་ཅིག་བྱུང་ཡོད་རེད་བ། དེ་བྱུང་ཡོད་དུས་དངོས་གནས་དྲན་ན་ང་རང་ཚོ་སོ་སོའི་ངོས་ནས་དེ་རྩ་ཆེན་པོ་སྦྱིན་པ་ཆེ་ཤོས་ཡིན། ད་མ་འོངས་པ་ལ་བྱང་ཆུབ་ཀྱི་སེམས་སྐྱེ་རོགས་བྱེད་ན་ད་ཡག་པོ་ཞེ་དྲག་སྟེ་སྐྱེ་རོགས་མ་བྱེད་པ་ཡིན་ན་ཡང་ཨུ་ཚུགས་བརྒྱབ་ནས་གང་ལྟར་སོ་སོའི་ཡི་སེམས་དེ་བྱང་ཆུབ་ཀྱི་སེམས་སྐྱེ་ཐུབ་ཡས་ཀྱི་ད་ཕྱོགས་ལ་ཡག་འགྲོ་ཐུབ་ཡས་ཀྱི་ང་ཚོས་འབད་བརྩོན་གནང་དགོས་དེ་གལ་ཆེན་པོ་རེད་ཅེས་འོ་དེ་འདྲའི་འདྲ་ཞུ་འདོད་འདྲ་བྱུང། ད་དེ་ནས་དེ་སེམས་ཅན་འདི་དག་ཉིད་ལ་ངོས་རང་གི་དོན་དུ་འདི་འདྲའི་སེམས་རྨི་ལམ་དུ་ཡང་མ་སྦས་ན་གཞན་གྱི་དོན་དུ་ག་ལ་སྐྱེས་ལགས་ད། སེམས་ཅན་འདི་དག་ཉིད་ལ་ངོས་ལ་ད། སེམས་ཅན་འདི་དག་ཉིད་ལ་ངོས་ཟེར་འདི་དག་དེ་ག་བ་གོ་བ་རེད་ལ་ན་དང་གིས་གོང་ལ་ཞུ་ཡས་ཀྱི་ཕ་དང་མ། ལྷ་དང་དྲང་སྲོང་ཚངས་པ་ལ་སོགས་པ་སེམས་ཅན་འདི་དག་ཉིད་ལ་ངོས་ད་ཚེ་རབས་སྔོན་མ་རྣམས་ལ་ཡིན་ན་འདྲ་ད་ཚེ་འདི་ལ་ཡིན་ན་འདྲ་ད། ཕན་པའི་བསམ་པ་རང་ལ་ཕན་པ་གཞན་ལ་ཕན་པ་ཚེ་འདི་ལ་ཕན་པ་ཚེ་ཕྱི་མ་ལ་ཕན་པ་གནས་སྐབས་ལ་ཕན་པ་ཕུགས་ལ་ཕན་པ་དེ་འདྲའི་ཡིན་དེ་ངེད་ཀྱི་བྱང་ཆུབ་ཀྱི་སེམས་ཟད་དེ། གཞན་གྱི་དོན་དུ་ད་འཕགས་གཡུག་ཤོག་རང་གི་དོན་དུ་ཡིད་ལ་སྐྱེས་ཡོད་མ་རེད་རང་གི་དོན་དུ་དངོས་སུ་སྐྱེས་ད་འཕགས་ཤག་རྨི་ལམ་ནང་ལ་ཡང་དེ་འདྲའི་བསམ་བློ་བཏང་མྱོང་ཡོད་མ་རེད་ཟེར་བ་ལ་སེམས་ཅན་འདི་དག་ཉིད་ལ་དངོས་རང་གི་དོན་དུ་འདི་འདྲའི་སེམས་ཕན་པའི་བསམ་པ། དེ་འདྲའི་སེམས་དེ་གཞན་གྱི་དོན་དུ་ཕར་བཞག་རང་གི་དོན་དུ་རྨི་ལམ་ན་ཡང་སྐྱེ་ཉེན་ཡོད་མ་རེད་བྱས་ཙང་རྨི་ལམ་དུ་ཡང་མ་རྨིས་ན་གཞན་གྱི་དོན་དུ་ག་ལ་སྐྱེ་སྐྱེ་གི་ཡོད་མ་རེད་བྱས་ཙང་ཁོང་ཚོ་ལ་དེ་འདྲ་སྐྱེ་ཡོད་མ་རེད་ཡིན་ན་ཡང་ཁྱེད་རང་ལ་ཡང་དེ་འདྲའི་སློབ་སྦྱོང་བྱེད་ཡག་གི་བྱང་ཆུབ་ཀྱི་སེམས་སྐྱེ་ཡག་གི་གོ་སྐབས་དང་ནུས་པ་དེ་ཡོད་དུས་བསམ་པ་ལ

ཨཱ། བྱང་ཆུབ་ཀྱི་སེམས་གང་སེམས་ཀྱི་རིན་ཆེན་ཁྱད་པར་བ་དེས་གང་ཟས་དེ་གང་འདྲ་དེ་བྱང་ཆུབ་ཀྱི་སེམས་ལ་གོ་བར་གདའ། སེམས་ཅན་གྱི་དོན་བསམ་ངེས་ཀྱིས་བྱང་ཆུབ་ཀྱི་སེམས་གང་སེམས་ཀྱི་རིན་ཆེན་ཁྱད་པར་བ་དེས་ཨཱ་ནི་སྔ་ན་མེད་པ་ཅིག་ཨཱ་ནི་སོ་སོའི་རྒྱུད་ལ་སྔ་ན་མེད་པ་སང་སྙེ་མ་མེད་དེ་བ་ཅིག་རྨད་དུ་བྱུང་བ་རྨད་དུ་བྱུང་བ་གཅིག་ཟེར་བ་སྨད་ཅིག་ཟས་རྨད་དུ་བྱུང་བ་གཅིག། ཕུལ་དུ་བྱུང་བ་རྨད་དུ་བྱུང་བ་ལ་ན་བྱི་བོ་ཡག་པོ་དང་རྩ་ཆེན་པོ་ཟེར་རྩིག་བར་བ་བྱེད་ས་སྔ་ན་མེད་པ་པས་ཁྱད་པར་དུ་འཕགས་པ་ཅིག་རྨད་དུ་བྱུང་བ་ཅིག་དེ་རིང་ཁྱོད་རང་ཡི་རྒྱུད་ལ་དངོས་སུ་སྐྱེ་ཡས་བྱུང་བ་ལ་གལ་སྲིད་དངོས་སུ་སྐྱེ་ཡས་མ་བྱུང་ན་ཡང་འདི་སྐྱེ་ཡས་ཀྱི་ཉམས་ལེན་བྱེད་ཡས་ཀྱི་ཐོས་བསམ་སྒོམ་གསུམ་བྱེད་ཡས་ཀྱི་གོ་སྐབས་དེ་ཁྱོད་རང་ལ་བྱུང་བསྡད་པ་བྱེད་བྱེད་ས་འདི་འདྲས་ཡིན་དུ་བསམ་པ་ལ་ད་ཉམས་ལེན་ཡག་པོ་གནང་དགོས་རེད་ཅེས་གསུངས་ཡོད་པ་འདྲ་བྱེད་ས་གཞན་དག་རང་གི་དོན་དུ་ཡང་མི་བྱུང་ག་རེ་མི་བྱུང། བྱང་ཆུབ་ཀྱི་སེམས་ཀྱི་བསམ་པ་དེ་མ་བྱུང། བྱས་ཙང་ཡང་མེད་ན་བྱང་ཆུབ་ཀྱི་སེམས་ལ་སློབ་སྦྱོང་བྱས་ཀྱི་ཐོས་བསམ་སྒོམ་གསུམ་བྱས་ཀྱི་མ་བྱུང། བྱས་ཙང་མ་བྱུང། སེམས་ཅན་གྱི་དོན། ཁྱད་པར་ཅན་བསམ་ངན་གྱི་བྱང་ཆུབ་ཀྱི་སེམས་གང་སེམས་ཀྱི་རིན་ཆེན་ཁྱད་པར་བ་འདི། སྔ་ན་མེད་པ་ཅིག་ད་རེས་ཁྱོད་རང་གི་རྒྱུད་ལ་ཡང། སྐྱེ་རྒྱུ་བྱུང་རེད་སྐྱེ་རྒྱུ་བྱུང་བ་འདི། རྨད་དུ་བྱུང་བ་ཅིག་སྐྱེ་རྒྱུ་བྱུང་བ་འདི། ད་བློས་བཏང་རྒྱུ་བ་མ་རེད་ཅེས་གསུངས་ཡོད་པ་རེད་ད་དོན་དག་རྡོག་རྡོག་འདྲ་ཞིག་མ་ཞུས་ན། འོ་ད་འདི་འདྲའི་འགྲོ་བ་ཅི་རེད། ཨོ་ད་འདིར་ད་འདི་བར་དུ་ལ་ཡང་ང་རང་ཚོ་འདི་ཚར་ད་ག་སོ་སྨོན་སེམས་ཀྱི་ཕན་ཡོན་འདི་ཨ་ནི་མ་གྲུབ་ཟིན་པར་ད་འཇུག་སེམས་ཀྱི་ཕན་ཡོན་འདིར་ད་འཇུག་པ་སེམས་ཀྱི་ཕན་འཇུག་སེམས་ཀྱི་ཕན་ཡོན་འདིར་འགྲོ་བ་ཀུན་གྱི་དགའ་བའི་རྒྱུ། སེམས་ཅན་སྡུག་བསྔལ་རྩིས་གྱུར་པ། རིན་ཆེན་སེམས་ཀྱི་བསོད་ནམས་འགའ་དེ་ལ་ཇི་ལྟར་ཞལ་གྱིས་ལག་དབང་བྱས་སོ། བྱང་ཆུབ་ཀྱི་སེམས་ལས་དེ་འགྲོ་བ་སེམས་ཅན་ཐམས་ཅད་ཀྱི་དགའ་བའི་རྒྱུ་རེད་ཟེར། དངོས་གནས་དྲང་གནས་རོ། སྤྱི་དང་ནི་ང་རང་ཚོ་ཆོས་ལུགས་ཚང་མ་གིས་གཞན་ལ་ཕན་པའི་བསམ་བློ་ཟེར་དེ་སྐད་ཆ་དེ་བཤད་ཀྱི་འདུག་ཕན་སེམས་ཟེར་བྱམས་པ་དེ་བརྩེ་བ་ལས་དེ་ཆོས་ལུགས་ཚང་མས་སྐད་ཆ་བཤད་ཀྱི་ཡོད་པ། དེ་ང་རང་ཚོ་ནང་ཆོས་སྤྱི་བོ་སྐད་ཆ་མཁན་མ་རེད་ནང་པའི་གི་ཆོས་སྤྱི་བོ་སྐད་ཆ་མ་རེད། འཛམ་བུ་གླིང་ཆོས་ལུགས་ཡོངས་རྫོགས་ཀྱི་སྐད་ཆ་འདི་བཤད་ཡོང་བ་དང། ད་ནི་ཆོས་མ་བྱེད་ངེས་ཀྱི། ཆོས་ཁས་མི་ལེན་ངེས་ཀྱི་མི་གཅིག་མ་ཡིན་ན་ཡང། ཁ་ཟེར་བ་རེད། ཕན་པའི་བསམ་པ་ཟེར་དེ་ལ་དགའ་བོ་བྱེད་དོ། ང་རང་ཚོ་མིའི་ཕ་ཞག་ཆོས་ཁས་མི་ལེན་ངེས་མིའི་ཕ་ཞག། རྩ་བ་གོ་ར་ནི་མ་ཡིན་པ། དུད་འགྲོ་དུ་སུ་ཡིན་ན་ཡང་ཕན་པའི་བསམ་པ་ཡོད་མཁན་དེ་ལ་དགའ་བོ་བྱེད་དོ། བྱེད་ས་འགྲོ་བ་ཀུན་གྱི་དགའ་བའི་རྒྱུར་དོ། བྱེད་ས་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ལྷ་ཡིན་ན་ཡང་ཕན་པའི་བསམ་པ་ཡོད་མཁན་དེ་ལ་དགའ་བོ་བྱེད་དོ། ཀླུ་ཡིན་ན་ཡང་དེ་ལ་དགའ་བོ་བྱེད་དོ། དུད་འགྲོ་ཡིན་ན་ཡང་དེ་ལ་དགའ་བོ་བྱེད་དོ།

སེམས་ཀྱི་རིན་ཆེན་བསོད་ནམས་མཁའ། དེ་འདྲའི་གི་ནི་རིན་པོ་ཆེ་ལྟ་བུ་གི་རྟ་རྒྱུག་པ་སེམས་བསྐྱེད་གང་དག་སྐབས་སུ་བབ་པ་སེམས་བསྐྱེད་སྨོན་སེམས་ཀྱི་སྐོར་ལ་བཤད་ཚར་ཡོད་ཟེར་རྒྱུག་སེམས། དེ་འདྲའི་གི་རྒྱུག་སེམས་སེམས་བསྐྱེད། རིན་པོ་ཆེ་ནང་བཞིན་ཡིན་ངེས་ཀྱི་རྒྱུག་སེམས་ཀྱི་བསོད་ནམས། བསོད་ནམས་གང་ཟེར་རོ། རིན་ཆེན་སེམས་བསྐྱེད་བསོད་ནམས་གང། བསོད་ནམས་དེ་ག་འདྲའི་དགྲ་བཅོལ་བ་རེད་ལ་ན་དེ་ལ་ཇི་ལྟར་བཤད་གི་ལགས།

ཨོ་དེ་ཚེ་འདི་འདི་ནས་འདི་བར་དུ་རེད་ཤག་ལ་ཚེ་འདི་ག་ཟིག་ལོན་གི་འདུག་ཟེར་སྐད་ཆ་བརྗོད་རོགས་དེ་འདྲ་ཡོད་མ་རེད། བྱང་ཆུབ་ཀྱི་སེམས་ཀྱི་བསོད་ནམས་དེ་ལ་ཡང་ཇི་ལྟར་ཞལ་གྱིས་ལངས་ཏེ་ལངས་ཡོད་མ་རེད། དེ་ལ་ཟེར་དེ་འདྲ་དེ་ག་རེད། ང་རང་ཚོ་ནམ་རྒྱུན་སུམ་ཅུ་བ་བསླབ་དུས་ག་རེད་མཐའ་གཉིས་དེ་མ་ཐག་པ་དང་རྣམ་གྲངས་ཞེན་ཅན་གཉིས་ལ་འཇུག་ཟེར་ལགས་ཡོད། དེ་དེ་འདྲ་ཟེར་མཐའ་གཉིས་དེ་མ་ཐག་པ་དེ་ག་བ་རེད་ཟེར། མཐའ་གཉིས་དེ་མ་ཐག་པ་དེ་ག་རེད་བསོད་ནམས་དེ་ག་རེ་གི་བསོད་ནམས་ལ་ན་འཇུག་པ་སེམས་སེམས་བསྐྱེད་ཀྱི་བསོད་ནམས

འོ་ད་དེ་འདྲའི་སྒྲོལ་བྱེད་རེད། ད་ཕན་པ་བསམ་པ་ཙམ་གྱིས་ཀྱང་སངས་རྒྱས་ཆོས་ལས་ཁྱད་འཕགས་ན། ད་བྱང་ཆུབ་ཀྱི་སེམས་ཀྱི་འཇུག་སེམས་ཀྱི་ཕན་ཡོན་དེ་ཚད་མེད་པ་དེ་འདྲ་ཅིག་ཡོད་རེད་ལས་ཀྱི་ཡོད་པས་ཀྱི་ད་རྒྱུ་མཚན་རིགས་པ་གྲུབ་དགོས་པ་ཡོད་སྒྲུབ་སྟངས་ག་འདྲ་གྲུབ་དགོས་ལ་ན། ཕན་པ་བསམ་པ་ཙམ་གྱིས་ཀྱང་སངས་རྒྱས་ཆོས་ལས་ཁྱད་འཕགས་ན། སེམས་ཅན་མ་ལུས་ཐམས་ཅད་ཀྱི་བདེན་དོན་བརྩོན་པར་སྨོད་བྱེད་དགོས། མི་གཞན་དག་ལ་ཡང།

བྱས་ཙང་སྟག་འོ་ནས་དྲངས་ནས་ཕ་རོལ་པོ་དེ་ལ་དངུལ་གཞི་སྤྲད་ནས་སོ་སོ་ལ་ཚུར་གཅིག་རག་གི་རེད་ཕི་གི་དེ་ང་ལ་གཅིག་ཚུར་རག་གི་རེད་ཟེར་བར་རེ་བ་ཁེལ་ཡོང་མ་རག་ཕ་རོལ་པོ་དེ་འོ་ནས་དྲངས་ནས་ཡག་པོ་བྱུང་རོགས་བྱས་ན་བསམ་པའི་ཕན་སེམས་དེ་སྐྱེ་དགོས་ར་བྱས་ཙང་ཕན་སེམས་ཆུང་ཆུང་ཞིག་སྐྱེས་པ་ཙམ་གྱིས་ཨ་ནི་སངས་རྒྱས་ཐམས་ཅད་ལ་ཡང་མཆོད་པ་ཕུལ་བ་ལས་ཁྱད་པར་དུ་འཕགས་པ་རེད་ཅེས་གསུངས་འདུག་ཨ་སངས་རྒྱས་སངས་རྒྱས་ཀྱི་མདོ་ཡི་ནང་གསུངས་འདུག་ཨ་བྱས་ཙང་འདི་ཏིང་ངེ་འཛིན་གྱི་རྒྱལ་པོ་ནང་གསུང་དུ་ཨ་ཟེར་བ་དག། ཕན་པར་བསམས་པ་ཙམ་གྱིས་ཀྱང། གཞན་མི་གཅིག་ལས་ཡང་མི་སེམས་ཅན་ཐམས་ཅད་དུ་འཕགས་ཡུལ་ཤོག། སེམས་ཅན་གཅིག་ལས་ཡང་སེམས་གདིང་ནས་ཨ་ནི་མི་དེ་ལ་རོགས་པ་བྱེད་དགོས་འདུག་མི་དེ་ལ་ཕན་སེམས་བྱེད་དགོས་འདུག་བསམ་པའི་བསམ་བློ་དེ་འཕེལ་གྱིས་སླེབས་བ་ཙམ་གྱིས། སངས་རྒྱས་ཐམས་ཅད་ལ་སྤྱི་དང་ནི་སངས་རྒྱས་གཅིག་ལ་མཆོད་པ་ཕུལ་བ་ཡིན་ན་བསོད་ནམས་ཀྱི་ཚོགས་ག་ཚོད་ཟ་གི་ཡོད། སངས་རྒྱས་ཐམས་ཅད་ལ་ཡང་མཆོད་པ་ཕུལ་བ་ལས། ཨ་ནི་ཁྱད་པར་དུ་འཕགས་པ་རེས་ལ་མི་གཅིག་ལ་ཡག་པོ་བྱེད་པ་འདི་དག་སངས་རྒྱས་ཐམས་ཅད་ལ་མཆོད་པ་ཕུལ་བ་ཉིད་བྱས་ན་མི་གཅིག་ལ་ཕན་ཐོགས་པའི་བསམ་བློ་འདི་ཨ་བསོད་ནམས་ཆེ་ཡ་ཡོད་རེད་བྱས་ནས་གསུངས་འདུག་ཨ་སངས་རྒྱས་ཀྱི་མདོ་ཁོ་ར་ན་གསུངས་འདུག་ཨ་བྱས་ས་ཕན་པ་བསམ་པ་ཙམ་གྱིས་ཀྱང་སངས་རྒྱས་ཆོས་ལས་ཁྱད་པར་དུ་འཕགས་པ་ཡིན་ན་ཨ་མདོ་ཡི་ནང་ལ་གསུངས་པ་དེ་བདེན་པ་ཡིན་ན་ཨ་ད་ག་རེ་སེམས་ཅན་མ་ལུས་ཐམས་ཅད་ཀྱི་བདེ་དོན་རྩོད་པ་མེད་ཅེས་བསྒོས་འདི་ནི་བྱང་ཆུབ་ཀྱི་སེམས་ལྷའི་འཕེན་སེམས་དེ་ག་རེ་སེམས་ཅན་གཅིག་མ་རེད་ད་སེམས་ཅན་མ་ལུས་པ་སེམས་ཅན་ཐམས་ཅད་ཀྱི་ཨ་ནི་ག་རེ་བདེ་དོན་བརྩོན་དགོས་རེད་བདེ་བའི་གི་དོན་དག་ལ་ཡང་བརྩོན་ངེས་དེ་བདེ་བ་འདི་ཡང་གནས་སྐབས་ཀྱི་བདེ་བ་མ་ཡིན་པ་ཕུགས་ཀྱི་བདེ་བ་ཨ་ནི་སངས་རྒྱས་ཀྱི་གོ་འཕང་ལ་ཡང་བཀོད་ཀྱི་ཡིན་ཟེར་འདི་འདྲའི་གི་ཨ་ནི་བསམ་བློ་ཅིག་ཆགས་འདུག་ཡོད་རེད་དེ་འདྲའི་གི་བྱང་ཆུབ་ཀྱི་སེམས་དེ་ལ་ཡང་ཨ་ནི་ཕོན་འཇུག་སེམས་དེ་ལ་ཕན་ཡོན་ཤུགས་ཆེན་པོ་ཅིག་ཡོད་བ་འདི་ལྟ་ཤེས་དགོས་ཡོད་མ་རེད་བ་སྨོས་ཅིག་དགོས་ཤེས་དགོས་ཡ་མི་འདུག་ཟེར་སོང་ད།

ལོག་དེ་ལ་ཡ་དེ་ག་ལོག་དེ་ལ་ཡ་གོ་སུ་འགྲོ་མ་ཚེ་རེ་རེ་ཏན་ཚིན་ལོ་དེབ་གོ་ར་ཡ་དེ་ཡ་ཡ་དེ་དེ་ཡ་དེ་གི་ལ་ཡ་ཡ་ང་ཁྲི་མོ་གོ་རྒྱབ་མོ་གོ་ཡ་གོ་དེ་ཏབ་གོ་ཤེ་ངེ་དེ་ཅིག་རྒྱབ་དེ་ག་ཆེ་ང་རང་ང་ར་དུས་ཚོད་ཞིག་ཅིག་ཟ་གི་དང་དུས་ཚོད་ཟ་མོ་གོ་ཡ་གོ་དང་པའོ་པོ་ཁ་ཏུ་སྟོན་མོ་གོ་ཚེ་དེ་ལོ་དེབ་གོ་ར་སྟོན་ཆེ

ཨ་དེ་འདྲས་རེད། ད་ཁྱེད་རང་ཚོ། ཁ་ཤས་ད་རྩོམ་འབྲི་སྟངས། ཡིག་འབྲི་སྟངས་ཡར་རྒྱས་ཞུར་ཞུ་འགྲོ་བཞག་ཁ་སེམས་སྙན་མ་བརྩི་བྱེད་ན། ད་མདོ་ཡར་རྒྱས་བཏང་བར་ད་སྙིང་རྗེ་རེ་བཏང་ཡ་ད་དེའི་ནང་ལོགས་ལ། སུ་རེད་ཁ་སང་དེང་གི་སྒྲོལ་མ་ཚེ་རིང་རེད་སུ་རེད་ཅིག་ང་ཡག་པོ་ད་དྲན་གི་མི་འདུག་གཅིག་གིས་འདི་བྱེད་བཞག།

བྱས་ཙང་ནི། ད་རྗེས་མ་ང་ཚོ་དངོས་སུ་ཐུག་ཡས་ཀྱི་དུས་ཚོད་བྱུང་ན་ང་ཚོས་དེ་འདྲའི་སྐོར་ལ་ཡང། ནང་ཆོས་ཁྲི་བ་དང་མཉམ་དུ་ལ་རྩོམ་ཡར་རྒྱས་གཏང་ཡག་ད། རྒྱ་རང་ཚོ་རྩོམ་རིག་འཛིན་གྲྭ་ཡོད་རེད། རྩོམ་རིག་འཛིན་གྲྭ་ནང་ལ་རྩོམ་གྱི་སྐོར་ལ་སློབ་སྦྱོང་བྱེད་རྒྱུ་དེ་རྩོམ་རིག་འཛིན་གྲྭ་སྤྱི་ཁོག་ནས་བཞག་ཤེས་རྒྱུ་མ། འདི་ནང་ཆོས་ཡིན་ན་འདྲ་འདུག།

ག་རེ་ཡིན་ནས། སེམས་ཅན་གྱི་རིགས་ག་རེ་ཡིན་ན། ཁོ་དུས་ཚོད་དང་དུས་རབས་དང་དེ་ལ་བསྟུན་ནས་ཁོ་འགྲོ་བཞིན་པ་ཅིག་མ་བྱུང་ན་ཨ་ནི་སྟོང་འདུག་རེད་ཟེར་ཁོའི་སྐད་ཆ་དེ་ཤེས་ཀྱི་འདུག་དེ་བདེན་པ་ཡིན་རུང་ཡང་མི་སྲིད། ང་རང་ཚོའི་སྐད་ཡིག་འདི་རྩ་ཆེན་པོ་རེད་རིག་གཞུང་རྩ་ཆེན་པོ་རེད། འདི་ང་རང་ཚོའི་གི་བདག་པོ་རྒྱབ་སྟངས་དེ་སོ་སོའི་ཉམས་ལེན་ཅིག་མི་ལ་ཤེས་ཤེས་བྱས་ན་ང་ཚོ་རྒྱ་ཆེན་པོ་ཆེ་ནས་བདག་པོ་རྒྱབ་ཐུབ་ཀྱི་རེད།